ཚུལ་ཤིང་སྔོན་པོ་དེ་ལ་འདི་ཡིན་དཱ། དམར་བོ་དེ་ལ་འདི་ཡིན་དཱ། བཀའ་སློབ་སྐོར་གཅིག་བྲིས་པ་ཡིན་ན་དེ་ཐག་ཆོད་ཐུག་གི་མ་རེད་ཟེར་ཞུ་ཡ་ཡིན། སྒྲིག་གཞི་གཏན་འབེབས་བྱེད་ཡུན་དང་ཨང་གྲངས་དེ་ང་ཚོ་གྲོས་ཚོགས་ཀྱི་རྒྱ་ཆོས་ཁང་གླེང་གཏན་འབེབས་བྱེད་དགོས་ཀྱི་རེད་དྲན་གྱི་འདུག། ཨང་གྲངས་ག་བ་འབྲེག་གི་འདུག་ན་ལྕགས་ལ་འབྲེག་གི་འདུག་ན་འབྲེག་རྡོ་ལ་འབྲེག་གི་འདུག་ན་འབྲེག། སྐམ་པོ་བྲིས་གི་ན་ལོ་ཁ་ཆགས་གི་འདུག། དེ་རྒྱལ་སྤྱིའི་ཨང་གྲངས་ཚད་དང་ལྡན་པ་དེ་རྩ་བ་ཉིད་ནས

དེ་ཚེ་བདེན་པ་བོད་ཀྱི་རྒྱལ་དར་གྱི་མཚན་ཐོག་གསལ་ཏེ་ད་ལྟའི་ཞི་བདེའི་དངོས་གྲུབ་རྡོ་རྗེ་ལགས། འདི་ང་ཚོ་གལ་ཆེ་ཤོས་ཅིག་ལ་མཚོན་ཐོག་དེ་ལྟ་འདི་ཙོ་ཙོ་ཆོག་དཀའ་ལ་ཀོར་བདེན་གྱི་མི་གོ་འོས་ལ་རྒྱལ་སྤྱིའི་གི་ཚད་མཉམ་དང་ལྡན་པའི་དངོས་པོ་འདི་ཡིན་ད་ཟེ་གསུང་བས་ན་རྩ་གཉིས་འགྲིག་ཡོག་མ་རེད་ལ། སྔོན་པོ་ད་ག་རང་ཁྱེད་ནི་མིག་གཉིས་ཀྱི་པར་གཉིས་རྒྱབ་དང་པར་གཉིས་ལོག་ག་དོན་གི་རེད་ཁོ་རེ་ནང་ལོག་ནས་ཤེད་པ་འདི་ག་ཚོ་ཚོ་ཤོག་ཤེད་ལ་ཡ་གྲངས་ག་ཡོད་རེད་རེ་རེ་ཚོ་མདོག་གཅིག་ལ་ལྔ་བཅུ་དྲུག་བཅུ་བཏོན་ཡ་ཡོད་རེད་དེའི་ནང་ནས་ཨང་ཀི་གང་གི་ཡིན་པ་དེ་ང་ཚོ་སྟོན་དགོས་གི་ཡོད་རེད་ལ། ཚོས་ཤིག་སྔོན་པོ་དེ་ལ་འདི་ཡིན་ད་དམར་བོ་དེ་ལ་འདི་ཡིན་ད་ཟེར་ནས་དེ་ནང་ལོག་གི་ཚིག་ཤིག་གི་ཚིག་གཞི་བྱོས་རེད་ལ་དེའི་ཨང་གྲངས་དེ་ང་ཚོ་གཏན་འབེབས་བཟོ་ནས་མ་གཏོགས་ད་ག་ཚོས་ཀྱི་འདི་སྔོན་པོ་དེ་ཡིན་ད་ཟེར་དཔེ་མཚོན་བྱས་པ་ཙམ་གྱིས་རྗེས་མ་འདི་ཏག་ཏག་ཅིག་རྩ་བ་ཉིད་འགྲུག་མ་རེད་བསམ་འདུག། དེའི་ཐོག་ལ་ངེས་པར་དུ་དགོངས་པ་བཞེས་ནས་གང་ལྟར་ཚད་གཞི་དེ། རྒྱལ་སྤྱིའི་གི་ཚད་དང་ལྡན་པའི International Color Code དེ་ངང་དུ་འཁོད་དགོས་ཀྱི་ཡོད་པ་དེ་གནད་འགག་ཆེན་པོ་འདུག་ཞུས། ད་ང་ཚོ་གནད་འགག་ཆེ་ཤོས་དེ་རྒྱ་དར་གྱི་ཚོང་དུག་དེ་རེད། དངོས་གནས་ཅི་ནས་འདི་གི་ཐོག་ལ་དེ་ཚོ་དང་འདི་གི་ཐོག་ལ་གཅིག་གི་ད་ཡག་པོ་ཅིག་སྣང་ཡོང་བ་ཡིན་ན་ད་ད་ལྟ་བསྡད་ཡོད་རེད་ང་ཚོ་རྒྱ་དར་གྱི་ཚོང་དུག་དེ་གཅིག་གྱུར་མེད་དེ་ནས་འདྲ་མ་འདྲ་ཁ་ཤས་ཀྱི་སེ་ག་ཁོ་ཁ་ཤས་ཀྱི་དམར་ནག་ཁི་དེ་འདྲ་བྱས་ནས་དེ་གཅིག་གྱུར་ཡོང་བ་བྱས་དེ་རེད་བ་ངོ་མ་དེ་ད་དེའི་གང་ལ་ད་ཀླད་ཀོར་རེད་འདི། དེ་ཅི་འདིར་གཏན་འབེབས་ཅན་ཡང་སྣ་གཅིག་ཡོད་མ་རེད་ད་ལྟ་དེ་རང་རང་རེད་ཚོང་འདྲ་དེ་ལ་ཨང་གྲངས་ཡོད་རེད་ཚོང་འདྲ་སེར་པོ་ལ་སེར་པོ་ལ་མ་འདྲ་བ་མང་པོ་ཡོད་རེད་སེར་ཀ་ལ་སེར་ཀ་ལ་མ་འདྲ་མང་པོ་ཡོད་དེ་ཁོ་ཨང་གྲངས་ཀྱི་སྒར་བཞག་པ་ཡིན་ན་དེང་དུས་དང་མཐུན་པར་ཐོན་ན་ནི་ཁོ་འབྱོར་བ་འདྲོངས་ཡང་གང་ཡང་ཡོད་མ་རེད། དེས་མཚོན་ཏེ་པ་བཙུགས་ཆོག་ཀམ་པུའུ་ཏར་ནང་ལ་གཅིག་པུ་གཅིག་ཆུང་འདྲེས་ཀྱང་ཡོད་ན་པར་སྐྲུན་འཕྲུལ་འཁོར་མ་འདྲ་བ་ཕྱི་དྲིལ་ལས་ཁང་གཅིག་བཏོན་ན་ལྟས་སུ་མ་འདྲ་བ། ནང་སྲིད་ལས་ཁང་གཅིག་བཏོན་ན་ལྟས་སུ་མ་འདྲ་བ་དེ་འདྲའི་དོན་ཡོང་དགོས་རེད་ད། དེ་ཡིན་དུས་ད་ཨ་འབྲང་དེ་ཏག་ཏག་འགྲིག་ཁེལ་བ་ཡིན་ན། ད་བཞུགས་གི་ལ་དེའི་ཁོག་འདི་ད་གཅིག་པ་གཅིག་རྐྱང་གྱིས་ད་དེ་མཐོང་ཡ་མི་འདུག་དངོས་གནས་བྱས་ན། དེ་ང་ཚོ་གི་གཏན་འབེབས་བྱེད་གི་ཡོད་གཟིགས་བོར་དག་དེ།
དེའི་ནང་ལ་ཚོན་ཁྲ་རིམ་པ་ག་ཚོད་ཡོད་མེད་དེ་ད་ཟུར་ཟ་ན་ཁོ་ཡོད་པ་ཡིན་ན་ད་ཏག་ཏག་གྱིས་དེ་གི་རེད་བསམ་གི་འདུག་རེ་བ་གཅིག་དེ་བྱས་དེ་ནས། ད་ད་ལྟ་དེ་བཞུགས་གི་ནང་སྟོན་ཡོང་གི་ཡོད་རེ་བ་དེ་ནས་རས་གང་ལ་སྟོན་པ་ཡིན་ན་ཚོན་ཁྲ་ད་གང་ན་དོན་གི་ཡོད་དམ་མེད། དེས་དྲི་བ་ཆེན་པོ་གཅིག་ཆགས་ཀྱི་འདུག་བསམ་གྱི་འདུག་དེང་སང་ང་ཚོ་ལས་འགུལ་མང་པོ་སྤེལ་ཡོང་གི་འདུག་མང་པོ་ཅིག་གིས་རས་གང་ལ་ཡ་བཏོན་ཡོང་གི་འདུག་ཨང་ང་ཚོ་ཕྱི་རྒྱལ་དུ་བ་ལ་ཡང་པ་འདི་སོགས་སུ Poster རིགས་འདི་འཇོག་འདུག་ཨ། དེ་འདྲའི་ནང་ནས་ཤུགས་ཆེན་པོ་ཞུ་བ་ཞིག་བཏོན་ཡོང་དགོས་ད། སྤྱིར་བཏང་ང་ཚོ་བརྟན་པོ་བཟོས་བཞག་ཡོད་དང་རང་འདི་གི་ཚོགས་འདྲ་འདི་བྱེད་ལ་བཞག་ནས་གི་ཚོགས་འདྲ་ཆ་ཚང་ལ་ཨ་འདྲ་རེ་རེ་རེ་རེ་ནས་ཨ་འདྲ་སྤྲད་བཞག་ཡོད་ད་ཡིན་ནའང་གི་ཨ་འདྲ་འདི་གཞི་བཞག་བྱས་ནས་མིག་གི་ཟླ་ཤོད་གི་པར་རྒྱག་ས་དེ་ནས་གཅིག་པར་རྒྱག་འགྲོ་དུས་གང་ལ་ང་ཚོའི་འདི་ཚོགས་འདྲ་འདི་དང་གཅིག་པ་བསྡད་མ་སོང། ད་ང་ཚོ་ཞིབ་འཇུག་རིམ་པ་བརྒྱུད་ཡོང་དུས་གང་ལ་ད་ལྡིག་གིས་ང་ཚོ་གི་བརྙན་ཆོས་བཟོ་ཡག་འདི། དངོས་གནས་ཀྱི་ཚོ་འགྱུར་བ་མེད་པ་བཟོ་ཡག་འདི་ལྡི་ལི་རང་ནས་མ་གཏོགས་འདི་ནས་བཟོ་ཐུབ་གི་མི་འདུག་དེ་ཡིན་ཙང། རྣམ་པ་ཚོ་གི་ཐུགས་ཚོད་མི་དགོས་ཡ་གཅིག་ལ་ང་ཚོ་གི་ཚོ་འདྲ་མདའ་ག་ན་གཅིག་པ་གཅིག་རྐྱང་ཡིན་པ་དེ་ལྡི་ལི་ནས་བསྒྲིགས་བྱས་ནས་ཨ་ནི། ཨ་ནི་ང་ཚོ་ཚོ་འདྲ་གི་རི་མོ་དེ་རྗེས་མ་ཟུར་བརྒྱད་གསུམ་པ་ལ་སྦྱར་ན་དེ་ཡག་ག་ཡོག་ཡིན་བཟོ་འདྲ་གཅིག་འདུག་མ་གཏོགས་ད་ལྟ་ང་ཚོས་དེ་སྦྱར་ཁ་བྱས་ན་ཡང་ཀམ་པོ་ཏི་གཞན་དག་ནང་ནས

པ་འདི་ཚོགས་གཙོ་མཆོག་བཀའ་སློབ་སྐོར་གཅིག་བྲིས་པ་ཡིན་ན་དེ་ཐག་ཆོད་ཐུབ་གི་མ་རེད་ཞུ་ཡ་ཡིན། ཚོགས་ཆུང་གི་ཐོག་ནས་ང་ཚོ་འཆམ་འབུལ་གྱི་ཞུ་ཡ་རེད་མཚན་ཐོ་དེ་གནང་བཞིན་ད་མཚན་ཐོ་དེ་བསྐུར་བ་ཞུ་དུས་རྣམ་པ་ཚང་མ་གི་མི་འབྲེལ་བ་མེད་བ་འདྲ་ཅིག་དགོངས་བཞེས་གནང་སོང་བ་དེ་འདི་རང་འབྲི་ཡོད་ན་འདི་རང་གིས་འབྲི་ཡ་རེད་ད། ཞེས་དེའི་འཇུ་ཆེན་དཀོན་མཆོག་ཆོས་སྒྲོན་ལགས།
ང་ནི་སོག་ཚུ་ཆོས་ངའི་སྡེ་ཞོལ་ཡིན་ད་ལྟ། ཚོགས་ཆུང་གི་འགྲེལ་བཤད་རྒྱ་ཡིག་ལ་ལྡི་ལི་ལ་འཁྱིལ་བ་ནི་གཅིག་པ་གཅིག་གཅིག་རྐྱང་གཅིག་ཡོང་གི་ཡོད་པ་གཅིག་སྲུང་འཁོར་འདི་ནས་འདི་ཡིན་པ་འདི་ཨང་གྲངས་ག་ཚོད་ག་ཚོད་རྣམ་པ་ཚོ་གི་དགོས་ཡོད་མེད་འདི་ང་ཚོར་གཏན་འབེབས་བྱེད་ཀྱི་ཡོད་འདི་སྒྲིག་གཞི་གཏན་འབེབས་བྱེད་ཀྱི་ཡོད་འདི་ཨང་གྲངས་དེ་ང་ཚོ་གྲོས་ཚོགས་ཀྱི་རྒྱ་ཕྱོགས་གང་གླེང་གཏན་འབེབས་བྱེད་དགོས་ཀྱི་རེད་དྲན་གྱི་འདུག། ཚོགས་ཆུང་གི་ཐོག་ནས་ཨང་གྲངས་ཅིག་བསྒྲིགས་ནས་ཟླ་ཤས་འཁོར་ཡ་འབྱོར་བ་དེ་ཡོད་བ་ཡིན་ན་དེ་བཀྲམ་ན། ད་རེས་ཨང་གྲངས་དེ་མ་ཕུལ་ཡ་རྒྱུ་མཚན་ག་ལ་ན་ས་ཉིད་ལྡི་ལི་ལ་ད་ཚོང་གྲ་དེ་འདི་རང་འདི་དང་གཅིག་པ་གཅིག་ཚང་ཡོང་བ་གཅིག་བཟོ་ཐུབ་ཡག་གི་ཆེད་དུ་དེ་ཡིན་ཟེར་ཡིན་དེའི་ཚོགས་ཆུང་གི་ཨང་གྲངས་དེ་ད་ལྟ་ང་ཚོ་ཚོགས་དྲུང་མི་གི་ང་ཚོ་འདིའི་ཚོགས་ཆུང་གི་ཚོགས་མི་རྣམ་དག་ལགས་ཀྱི་ཕྱག་ལས་རེད་པ་དེ་ཚོགས་ཆོག་ཨ་འདི་ད་ལྟ་ཡོད་འདུག་སྤྲང་རོགས་ཆེ་ཞུ་ནས་འགྲིག་འདུག། ཞི་བདེའི་འགལ་རྐྱེན་མེ་ལྷང་དར་ཞིག་ལགས། ད་ང་ཚོ་ཨང་གྲངས་གཏན་འབེབས་བྱེད་དགོས་དགོས་རེད། ཡིན་ནའང་ཚོགས་ཆུང་གི་ཚོགས་གཙོ་གི་གསུངས་པ་ནང་ཡིན་ཅེ་ན། ཨང་གྲངས་གཏན་འབེབས་ད་ལྟ་ནང་བཞེས་རྒྱུ་དེ་ཏག་ཏག་བསྡད་ཀྱི་མེད་ཡིན་ས་རེད། ད་དང་པོ་ང་ཚོ་མདུན་ལ་ཡོད་རྒྱུ་གལ། འདི། ཚོན་ཁྲ་འདི་ཚང་མ་གི་འགྲིག་འདུག་གསུང་གི་ཡོད་རེད་བ། དེ་ཡིན་དུས་ཨ་ནི། བོད་ཀྱི་རྒྱ་དར་གྱི་ཚོན་མདོག། ཁག་གི་ཚོན་གྱི་ཨང་གྲངས་སོས་མ་བྱེད་པ་ཆེ། བོད་ཀྱི་རྒྱ་དར་གྱི་ཚོན་མདོག། ཨ་ནི་ཟུན་རྩ་གསུམ་པ་དག་དགོས་རྒྱུ་ལ་ནི་ཨ་ནི་འདི་ཟུན་རྩ་གསུམ་པ་ཡིན་ན་དང་པོ་དེ་ལ་བཞག་ནས། ཨ་ནི་མཇུག་ལ། ཨ་འབྲོང་ག་བ་འབྲེག་དགོས་འདུག་ན་ལྕགས་ལ་འབྲེག་དགོས་འདུག་ན་འདེགས་རྡོ་ལ་འབྲེག་དགོས་འདུག་ན་རེག། དོན་དག་ཚོན་ཁྲ་འདི་རང་གོན་ནས་ཨ་ནི་དེ་ལ་འབྲེག་ན་ཡག་གི་རེད་མ་ཟད་ད་ཨ་འབྲང་ཅིག་བཞག། ང་ཚོས་འདས་ལ་ཨ་འབྲང་གཏན་འབེབས་བྱས་ན་ད་ལྟ་གསུམ་ག་ན་ཡི་ད་ཤོད་སླེབས་དུས་ལོ་ག་ཅིག་དོན་དེ་ན། འཁྲུག་ཁྱི་མང་པོ་ཅིག་ཆགས་འགྲོ་ས་རེད་གསུམ་གསུམ་འདྲ་ཅིག་འདུག་བ། ད་རྡོ་དང་ལྕགས་དང་ས་དང་དེ་ཚོ་དང་ཅི་ཧ་མི་དགོས་ཏེ། ཤོག་བུ་གང་ལ་བར་བརྒྱག་ལ་ཉམས་མྱོང་ཆེན་པོ་འདྲ་ཅིག་ཡོད་བསམ་ན་ཆོག་བར་ཆད་དེ་འདྲ་ཡིན་དུས་བདེ་མོ་ནས་གཅིག་པ་ཆགས་མ་རེད་ང་ཚོ་ཀམ་པུ་ཏར་ཁོ་རང་ལ་ཀམ་པུ་ནི་མ་འདྲ་བ་ཡིན་ཙང། བོད་ཀམ་པུ་ཏྲ་ཀམ་པུ་ཏྲ་ནང་བར་ཚད་བསྡུར་ན་རྩ་བ་ཉིད་འགྲིག་པ་རེད། དེ་ནི་ཕོ་ཏོ་ཤོབ་རང་སྤེལ་བྱ་ཡིན་པ་ཡིན་ན་ཡང། ང་ཚོའི་དྲ་ཐོག་ལ་དང་ཡག་གི་ཚོན་མདོག་དང་ཤོག་ཐོག་ལ་བར་ཡག་གི་ཚོན་མདོག་དེ་གཉིས་ཁྱད་པར་ཆེན་པོ་ཡོད་རེད་བྱས་ཙང་འདི་འདྲ་ཡིན་ཏེ། དེ་ང་ཚོ་ཨང་གྲངས་རང་གི་ཐོག་ནས། ང་རང་ཚོ་གི་ཁྱབ་ཚད་འདི་རིགས་ཀྱི་ཐོག་ནས་གཏན་འབེབས་བྱེད་ཡག་ག་ལ་ཁག་པོ་རེད་བསམ་འདུག་བྱས་ཙང་དེ་འདྲ་ཡིན་ཏེ་ཐབས་ལམ་ད་ལྟ་གོང་དུ་སོང་མ་ཐག་པ་དེ་ཡག་པོ་འདུག་བྱས། ད་ད་ལྟ།
དགོངས་ཚུལ་གསུང་མཁན་ནང་ནས་ཨང་གྲངས་འདི་ཕར་བཀོད་འོས་གསུང་སྐོར་འདི་བཀོད་ཆོག་གི་འོ་མ་རེད་ཚོགས་གཙོས་ཐག་གཅོད་གནང་ལ། མ་བཀོད་ཆོག་འོ་མ་རེད་ཡག་བཙུགས་ཆོག་འོ་མ་རེད་ཡི་གེ་ཐེབས་པ། དེ་འཕྲོས་འདི་ཡི་གེ་ནང་གང་བྲིས་པ་འདི་གོ་གི་ཡོད་རེད། དེ་འཕྲོས་འདི་ནང་ག་རེ་བྲིས་ཡོད་ལ་ནི་བོད་ཀྱི་རྒྱལ་དར་མཚོན་ཐོག་ཁག་གི་ཨང་གྲངས་ཟུར་རྩ་གསུམ་པ་ལྟར་འགོད་རྒྱུ་ལས་དེ་ང་ཚོར་གོ་གི་ཡོད་རེད་ཆུ་ཁུ་གང་གང་ཡོད་པ་འདི་ཚོགས་གཙོ་གིས་གོ་གི་ཡོད་འདི་གཞི་རྩ་ཐག་གཅོད་བྱེད་ཀྱི་ཡིན་གསུང་དུས། ཨང་གྲངས་དག་ག་རེ་ཡིན་པ་འདི་ང་ཚོར་གོ་གི་ཡོད་རེད་ཟེར་དུས་ཞུས་བས། ཡོངས་གྲགས་ལྟར་འདིའི་ནང་ལོགས་ལས་ཚན་གྲ་ག་ཞིག་སླེབས་དུས་ཙམ་པ་ཚན་གྲ་འདི་ཚོད་ཀྱིས་ཨ་ཙི་ཅིག་གི་མིང་དེ་བྲིས་གི་གལ་ཆེན་པོ་རེད་དྲན་གི་འདུག། དེ་ཚོ་པན་ཆེན་ན་སྔོ་ནག་དང་དམར་ནག་དང་ད་སེར་སེར་སེར་པོ་བཙོ་སྦྱང། ནི་དང་ནང་བཞིན་གི་དེའི་ལྗང་གུ། ནི་ཁྱེད་རྡུང་གི་དེའི་ནང་ལོག་ལི་ཚེ་འདྲ་ག་ཚད་ཡོད་ཁྱོད་ཀྱིས། ང་ཚོའི་ངོས་འཛིན་ཐུ་བེ་གི་ཚེ་འདྲ་དེ་ཚོ་གི་མིང་གི་ཐུ་བ་ཡིན་ན། འདི་ནོ་རྔ་མོ་ཟེར་མོ་འདྲ་སྔོན་པོ་དཀར་པོ་དམར་པོར་ལྗོངས་ཁུར་སེར་པོ་ཟེར་ནི་ད་དེ་ཡིན་ན་ནོར་བུར་གང་གཅིག་ནོར་ལོ་ལོ་སྔོན་པོ་དེ་དུང་དེ་གཉིས་ཚད་བེད་ཁ་ཁ་རེད་བྱ། ངས་ད་རེས་ནོར་བུ་རྐང་གཅིག་ནོར་ལོག་མཚན་སྔོན་པོ་དེ་དོ་འདི་གི་སྔོ་ན་འདི་སྔོ་ན་རེད་འདོག་འདི་སྔོན་པོ་རེད་འདོག་དེ་གི་ཁ་ཁ་བརྩི་ནས་དེ་ནས་གཡས་རག་ཏུ་འདི་ཚོ་ཚང་མ་ཁ་ཁ་བརྩི་རེད་ལྟས་དྲུག་ནང་སོ་ཐོངས་སོང་འདི་ནོར་ལྔ་རེད་གི་དེ་ནས་འདི་ནོར་ལོག་ད་འདི་ཇི་མ་ཇི་བཞིན་ཡིན་ལབ་ཚར་ར་ད་འདི་ཇི་མ་ཇི་བཞིན་ཡིན་ན་འདི་ནོར་ལོག་ཚོད་དྲུག་འདུག་དེ་ནས་ལྟས་ཚོ་བཅུ་ཚོ་ཚོ་གི་མར་འགྲེལ་བཤད་ཅོག་རོ་གཅིག་དང། རྒྱལ་དར་ནང་ལོགས་ལ་ཚོན་ད་འདྲས་མང་པོ་བཞིའུ་འདུག་དེ་ཚོ་འཁོད་མི་འདུག་ཨ་ནི་ད་ལྟ་ངེད་ལ་བྱ་ར་ཆེ་དུས་ཅིག་གསུངས་སོང། སྔོན་པོད་དང་སྔོན་ནག་འཁོད་ཟེར་ན་ཡང་སྔོན་ནག་བྲིས་ཚར་བའི་རྗེས་ལ་ཡང་འདི་འདི་ཟུར་གྱི་ཆ་ཅན་དུ་བསྐྲུན་དུས་ག་ཚོད་རྦད་དུ་རྡོ་ཁ་བརྒྱུད་འགྲོ་གི་རེད་ཞེས་བསམ་དེ་སྔོན་པོ་རང་བཞག་ན་འགྲིག་ས་རེད་བསམ་གྱི་འདུག་ལ། གོང་ས་སྐུ་ཕྲེང་བཅུ་གསུམ་པ་ཆེན་པོ་མཆོག་གིས་དེ་ནས་འགྲེལ་བཤད་ཕྱག་དར་འཇའ་དམག་གི་ནང་ལོགས་ལ་ག་རེ་འཁོད་འདུག་ཞུས་པ་ཡིན་ན། ཁ་དོག་དམར་སྔོ་གཉིས་སུ་ངེས་པ་ནི། དམར་པོ་དང་སྔོན་པོ་གཉིས་སུ་ངེས་པ་ཡིན་གསུངས་ཡོད་དེ་ད་ལྟ་དེ་ལ་ཨ་ནི་རང་ནི་འགོ་བའི་འཁྱུག་སྲང་དམར་ནག་ཟུང་གི་འཕྲུལ་ལས་ནམ་ཡང་གཡོ་བ་མེད་པ་ཟེར་དེ་འདྲ་ཞིག་རྒྱག་ཡོད་རེད་མ་གཏོགས་དམར་ནག་སྒོ་གླ་ཡོད་མ་རེད་སྔོ་ནག་སྒོ་གླ་ཡོད་མ་རེད་དམར་སྔོ། གཙོ་བོ་དེ་ད་ལྟ་དེ་རེད་སྲུང་དམག་དམར་ནག་གཉིས་སྲིད་གི་འདུག་སྲུང་དམག་དམར་ནག་གཉིས་ཀྱི་མཚོན་དོན་དེ་རེད་དམར་ནག་སའི་སྲུང་དམག་དཔལ་ལྡན་ལྷ་མོ་རེད་དཔལ་ལྡན་ལྷ་མོ་དེ་ནག་པོ་མ་རེད་སྔོ་ནག་རེད། ཟེར་ཟེར་དེ་ཡིན་ཙང་དེ་སོག་མ་དམར་ནག་གཉིས་ཀྱི་མཚོ་ནག་ཡིན་དེ་སྔོན་པོ་ལ་སྔོན་པོའི་ནག་ལ་རིགས་མི་འདྲ་བ་ཡོད་རེད་སྔོན་པོ་རེད་སྔོན་པོ་མ་རེད་ཟེར་གྱི་ཡོད་མ་རེད་སྔོན་པོའི་ནག་ནི་སྔོ་ནག་རེད་ཟེར་གཅིག་རེད། ད་ལྟ་འདི་ནོར་བུ་སྒང་ཁྱེར་གྱི་ནང་ལོགས་ཀྱི་དམར་ནག་གཉིས་དེ་ཐག་རང་རེད་ཡི་གེ་གང་གི་དམར་ནག་དང་མཚོ་འདྲ་གཅིག་པ་གཅིག་རྐྱང་རེད་ཡིན་ན་ཡང། གང་ལྟར་དཔར་འདོན་ཚོགས་གཙོ་མཆོག་གི་ལམ་སྟོན་གྱི་འགོ་འོག་ནས་གཙོ་བོ་དེ་གཞི་གསུམ་ས་དེ་འདི་རང་བྱས་ནས་སང་ཉིན་ང་ཚོ་མ་བསྒྲིགས་ཡག་དེ་མ་གཏོགས་གཞན་ད་ང་ཚོ་རི་མོ་དེ་ད་ལྟ་བར་དུ་མི་མཐུད་མི་ཕུད་དགོས་རྒྱུ་མཚན་དེ་དེ་རེད་ད་འདི་རི་མོ་དེ་གཞི་བཞག་བྱེད་ག་འགྲོ་ན་སྐམ་པོ་བཀྲིགས་ན་ལོག་ཁ་ཆགས་ཀྱི་འདུག་པར་ས་གི་རྒྱུ་ཆ་གི་ཐོག་ནས་ཡང་ལོག་ཁ་ཆགས་ཀྱི་འདུག་དེ་བྱེད་དུས་དེ་ཡོང་གི་མེད་དུས་གང་ལ་ང་ཚོ་འདི་རང་བྱས་ནས་གསུང་ཐུབ་ན་ཡག་པོ་འདུག་ཞོའི། གོང་གི་རྒྱ་སྟག་གི་འདྲེ་ཤིང་དེ་གི་ཚོན་ཚོན་ཁྲག་གི་འདྲེ་ཤིང་མང་པོ་བརྒྱབ་ཡོད་རེད་དཔེར་ན་ནགས་ཁྱུའི་ངོས་སུ་འོད་མདངས་དམར་པོ་དྲུག་འཕྲོ་བ་ཟེར། དེ་ནས་གསུམ་པ་དེ་ནི་ནགས་ཁྱུའི་ཁ་མདོག་སྔོ་ནག་ཟེར། དེ་ནས་མཐའ་མ་དང་བརྒྱད་པ་དེ་ནི་ཁ་མདོག་སེར་པོ་ཟེར་འདི་འདྲ་ཁོ་རང་ཐ་ཆད་འདི་ཤེས་རེད་དེ་ཡིན་དུས་གངས་ཀྱི་འདྲེ་ཤིང་དང་འོག་གི་ཤོག་བུ་ནང་པར་ཡོད་པ་ནས་ཐོད་པ་གཏུག་གི་གཏུག་གི་འགྲོ་དགོས་ས་རེད། ད་ད་ལྟ་དོན་དག་ང་ཚོ་གི་རྒྱལ་དར་དེ་ང་རང་ཚོ་མདུན་ལ་མ། མིག་གི་མདུན་ལ་མ་ཡོང་པའི་གནས་སྐབས་སུ་ད་ག་འདྲི་དགོས་རེད་ཟེར་ཡ་དེ་རེད། ད་དེ་ལ། ཁོང་རྣམ་པ་གིས་བོད་ཀྱི་རྒྱལ་དར་གྱི་མཚོན་ཐོག་ཁག་གི་མཚོན་གྱི་ཨང་གྲངས་ཟུར་ཟ་གསུམ་པ་དང་ཡིན་སོང་ནས་ད་ད་ཅིག་ང་ཚོ་ཨུ་ཚུགས་མང་པོ་ཅིག་བརྒྱབ་ནས། མཐའ་མ་དེ་ལ་ད་ད་དེ་མདུན་ལ་ཡོད་རྒྱུགས་ཀྱི་ཤོའུ་དེ་འཁོད་ཡོང་པ་རེད། དེ་མདུན་ལ་ཡོང་རྒྱུགས་ཀྱི་ཤོའུ་དེ། སྔོན་པོ་དཀར་པོ་དམར་པོ་ལྗང་ཁུ་སེར་པོ། ཕ་གི་ལ་ཨིན་ཇི་ཁ་ཤས་ཀྱིས་བྲིས་ཏེ་ཕ་གི་ལ་བརྒྱ་ཆ་ཁ་ཤས་ཀྱིས་བྲིས་འདུག་མ་གཏོགས་གི། རྒྱལ་སྤྱིའི་འགྲོ་སྟངས་ཀྱིས་མཚོན་གྱི་ཨ་འབྲང་དེ་རྩ་བ་ཉིད་ནས་མ་རེད་དེ། དཔེར་ན། མང་པོ་ཅིག་ཤེས་ཀྱི་མེད་ངེས་ཡིན་ན་བྱང་འདི་ལ་དེ་མཚོན་བྱུང་ཡ་དུ་འདྲི་ཁ་ཤས་ཀྱིས་ཉོ་མྱོང་ངེས། དེ་ཉོ་དུས་ཁོ་རང་ཚོ་གི་མཚོན་གི་ཨ་མྲ་དེ་ལ་ཨང་ཀི་པ་ཆེ་སྟོང་ཕྲག་གཅིག་གིས་ཉིན་སྟོང་སུམ་བརྒྱ་བཞི་བཅུ་ཞེ་ལྔ་འགྲོ་བྱེད་ལ་ན་ཨ་ནི་ཁོ་ཚོ་གཅིག་བསླུགས་ཡོང་ན་དེ་ཁོ་སེ་ཁ་ཡིན་ན་སེ་ནག་ཡིན་ན་དོན་ཡོང་གི་རེད་དེ་ཡིན་དུས་འདི་ནང་ལ་རིམ་པ་བཞིན་དུ་དེ་ཡོང་གི་རུང་ད་ད་ལྟ་དེ་ལ་འདི་རྩོམ་གི་ཨ་ནི་མཚོན་དུ་རྩ་བ་ཉིད་ཐག་ཆོད་ཐུག་མ་རེད་དྲན་གི་འདུག་ངས་དེ་རྒྱ་སྤྱིའི་ཨང་གྲངས་ཚད་དུ་ལྡན་པ་དེ་རྩ་བ་ཉིད་ནི་རེད་མི་འདུག་འོ་ཟིན་དེ་ཞུ་ཡ་ཡིན། འདི་པར་རིས་རང་ཡིན་ཟེར་ལབ་ཚར་རེད། འདི་པར་རིས་རང་ཡིན་ན་འདི་ནུ་འདི་འདི་སྔོན་པོ་མ་རེད་ད་འདི་སྔོ་ནག་ལ་ཉེ་དེ་རེད། སྔོན་པོ་ནོར་བུ་ནུ་ནོར་བུ་གང་ཅིག་ནོར་བུ་སོགས་འདི་འདི་སྔོན་པོ་རེད། འདི་ནུ་ལོ་སྔོན་པོ་བྲིས་ཀྱང་འདུག། དེ་འདྲས་འདི་སྔོ་ནག་རེད་སྔོན་པོ་རེད་ཟེར་དེ་བྲོ་བ་རེད་མ་གཏོགས་ཤིན་ཏུ་ག་ཤེད་ཅིག་ཅིག་ལོ་རྒྱུས་ནི་འདུག་ཟེར་ང་ཚོ་སྐད་ཆ་དྲི་གོ་ཡོད་མ་རེད་ཡོད་རེད་ཟེར་ལབ་གོ་མ་རེད། སྐོར་རྣམ་པ་གཅིག་ངེས་པར་དུ་གོ་གི་འདུག་དེ་ནས་དེའི་གོང་དུ་ཚོགས་ཆུང་ཚོགས་གཙོ་གསུམ་མ་ནན་ཞིང། སྐོར་རྣམ་པ་དེ་ཡང་རྒྱུ་ཆ་དེ་སྒང་ནས་ཁྱེར་བ་ཅིག་འདུག་འདུག་དེ་ཡིན་ཙང་ངས་ཞུ་ཡ་ལ་གལ་ཏེ་འགྲོ་ལུགས་ཐོག་ནས་འགྲིག་གི་ཡོད་པ་ཡིན་ན་པ་འདི་ཚོགས་གཙོ་མཆོག་ཆེ་གཅིག་རྒྱབ་ནས་ཟུར་འཇགས་འདི་སྐོར་རྣམ་པ་དང་དེ་གས་དེ་གྲོས་ཚོགས་ཐོག་ནས་རྒྱུ་ལས་ལ་སྐུ་དབང་གནང་ནས་ཨ་ནི་རྒྱུན་ལས་ཀྱིས་གཏན་འབེབས་གནང་ན་འགྲིག་གི་ཡོད་པ་ཅིག་གི་སྐུ་དབང་ཅིག་གནང་ཨེ་འདི་ཚོགས་ཆུང་གི་མུ་མཐུད་ནི་ཨེ་ནི། རྒྱུ་བཅག་ག་འདྲེ་ག་འདྲེ་ཅིག་སྒང་ལ་དཔེ་ན་ཆ་ཤ་ན་ད་ལྟ་ང་ཚོ་ལ་ཕུད་དེ་ཁྱོད་འདི་ཤོད་གི་ཁོ་རང Gloss ཡོན་ཏང་ལ་ཡང་ཤོད་གི་གཞན་དག་ཅིག་ལ་འགྲོ་སྟངས་ལ་ཁོ་གཉིས་གཉིས་གཅིག་པ་བསྡད་གི་ཡོད་ས་མ་རེད་ཡང་རེ་བཅག་ཅིག་སྒང་ལ་ཕྱིན་མི་ན་རེ་བཅག་ཁོ་རང་ལས་མཁས་པ་ཅིག་འགྲོ་གི་འདུག་དེ་ཡིན་ཙང་ཚོགས་ཆུང་གི་ད་ལྟ་འདི་ལྟས་ལྷག་དེ་ངས་བཟོ་རེ་ཅིག་ཡོད་ཁྱོད་འདི། པ་གཙང་མ་ཅིག་བཟོས་ནས་རྒྱུ་ལས་ལྷོད་ནས་རྒྱུ་ལས་སྡོད་པ་ཁང་པ་ཅིག་ཡོང་ཐུབ་དགོས་ཡ་དེ་གལ་ཆེན་པོ་རེད་ནི་ང་ཚོས་ད་ལྟ་སྒྲིག་གཞི་ཁོ་ར་ལག་བསྟར་བྱས་དེ་སྤྱི་ཟླ་ལྔ་པའི་ཚེས་ཉི་ཤུ་རྩེ་ལྔ་ནས་ཡིན་པས་ཡིན་ན་ད་དེ་གང་མགྱོགས་མགྱོགས་ཅིག་དགོས་ཀྱི་ཡོད་རེད་འདས་ཀྱི་དུས་ཚོད་རན་པ་ཅིག་ག་འདྲས་བཞག་ན་དེ་མ་གཏོགས་ད་ལྟ་གྲོས་ཚོགས་ནང་ལས་བགྲོ་གླིང་མང་པོ་བྱས་པས་ཡིན་ན་དེའི་ཐོག་ལ་ཐུགས་ཕན་གསོས་པ་ཞིག་ཡོང་དགོས་ཨ་ཡོད་ན་བསམ་པ་ཅིག་བྱུང། རྒྱུ་ལས་ཀྱི་འདི་ནི་ཐག་སྐྱེ་ཡོང་ཡང་གཙང་ཡིན་བདེ་ཡོད་མ་གཏོགས།

སྒྲིག་གཞི་དེ་འདྲའི་ལུང་འདྲེན་འདྲ་ཅིག་གནང་སོང། དེ་ཡིན་དག་ལ། ཆོས་དོན་རྒྱུན་ལས་ལ་ཡིན་པ་ཡིན་ན་གྲོས་ཚོགས་ནས་ཁྲིམས་གཏན་གྱི་ཐོག་ནས་བསྐུར་བཞག་བོད་ཀྱི་ལས་འགན་ཞིག་ཡོད་ཡིན་ན་ཁོ་ཁྲིམས་ཀྱི་དབང་ཚད་དེ་ཡོད་པ་ཅིག་གང་ནས་འགྲོ་ཐུབ་ཡག་གི་ལམ་ཁ་ཡོད་རེད་ཡོད་མ་རེད་ཨེ་འདི་ཚོ་རིགས་དེ་འཛམ་བཟང་ལ་གཅིག་གཅིག་བཤད་གཅིག་གཅིག་བཤད་ཚང་ལ་མ་འོངས་པ་ལས་ནས་ལས་ཀ་བྱེད་ཡག་ལས་མཁས་པ་གཙང་མ་ཞིག་ཆགས་ཀྱི་མེད་འགྲོ་ངས་ཞུ་རྒྱུ་འདི་གལ་ཏེ་ཁྲིམས་གཅིག་དང་འགལ་བ་ཞིག་བྱུང་ཡོད་ན་ང་དེ་ད་ག་རང་ལ་ངོ་ཤེས་ཞུ་གི་ཡིན་ཚོགས་གཙོ་གི་མ་ག་རི་གང་གནང་ནས་དེ་མེད་ན་ཅིག་ཡིན་ལགས་མེད་ལགས་ག་ལ་མ་འོངས་མ་ལྷག་ན་ཡག་པོ་མེད་འགྲོ་བྱས་ནས་ལས་རིམ་མ་མ་འགྲོ་སྔས་ལ་གསལ་བོ་གནང་ཐུབ་ན་མ་འོངས་པ་ལ་ཕྱག་ལས་གནང་ཕྱོགས་ལ་ཁེ་བ་མེད་འགྲོ་བྱས་ནས་ངས་དེ་ལས་རིམ་རྣམ་བཞག་གོ་སྐབས་དེ་ཞུ་ཡི། ཁྲིམས་བཟོ་ཡག་གི་དབང་ཚད་དེ་ཡོད་མ་རེད། འདི་སྒྲིག་གི་ནང་ལོ་གསལ་པོ་བྱས་ནས་ཡོད་རེད། ད་ལྟའི་དུས་ལ་ནི་དྲེལ་ལི་ལ་མ་ཕེབས་ཀྱི་ཡོད་བས་ཀྱི་ད་དེ་འདྲ་དྲེལ་ལི་ནི་གཅིག་ཐབས་ཤིག་གཏང་རྒྱུ་ཡོད་དེ་ག་ལ་བྱུང་ན་དེ་འདྲ་པན་ཁྲོམ་ལས་ཞོལ་ཅོལ་བ་དེ་རྒྱལ་སྤྱིའི་གི་ད་འདྲ་འཆར་གཞི་དེ་འདྲ་ཞིག་གཏང་རྒྱུ་ཡོད་ན་རྒྱལ་སྤྱིའི་གི་པར་ཁ་ལོག་རེད་ཚོད་འདས་གི་སྒྲོམ་གཞི་གཙོ་བོ་དེ་གཞི་བཞག་ས་དེ་པན་ཁྲོམ་ལས་དེ་གཞི་བཞག་རེད་རྣམ་པ་སོ་ཟིན་ན་རོ་ཨ་རི་རྒྱལ་དག་ད་འདྲ་དཔེར་ན་ཚོང་ལས་སྡེ་ཚན་སུ་སུ་གི་ད་དཔེར་ན་ཁོ་རང་ཚོས་གི། པར་འགྲོ་བྱས་ནས་རས་མཚོན་འདྲ་ག་རེ་ཡིན་ལས་དེ་ཐག་ཆོད་ས་དེ་པད་འབྲོམ་ལགས་ཀྱིས་མཚོན་འདྲ་དེར་ཐག་ཆོད། དེ་འདྲའི་གན་ད་ད་དེ་འདྲའི་ཅིག་སྐུ་ལས་ཅིག་སྐྱོན་ཁྱོད་ན་པད་འབྲོམ་གྱིས་ཐག་ཅིག་གཅོད་ཐུབ་ན་འདི་ཇོ་མ་མཚོན་འདྲ་ནོར་རས་ཁོར་ཡོད་མར་དེ་འདྲའི་ཅིག་ཡང་ཐབས་ཤེས་ཤིག་བཏང་ཐུབ་ན་ཕན་ཐོག་ཡོང་གི་རེད་བསམ་གི་འདུག་ར་དེ་ཅིག་ཞུས་ན་བསམ་སོད་བྱས། ནོར་བུ་སྨན་པ་གིས། དེ་སྔོ་གང་རེད་མ་གཏོགས་སྔོ་ནག་ཙམ་ནི་རེད་མི་འདུག་ད་མིག་ག་ནས་བལྟས་ནས་རེད་དང་མིག་གཡས་བལྟས་ནས་རེད་གཡོན་བལྟས་ནས་རེད། དེ་ནི་ཕལ་ཆེར་སྔོ་གང་རེད་ཤག། ད་ད་ལྟ་འདིའི་ཟུར་ཟའི་ནང་ལ་ཡང་སྔོན་པོ་དཀར་པོ་དམར་པོ་ལྗང་གུ་སེར་བོ་ཞེས་ནས་ཚུལ་བཞི་ལྔ་དེ་ཡིན་སོང་རེད། འདི་ཡིན་པར་ཆ་བཞག་དཔེ་སྐྲུན་བྱེད་དུ་སྤྲད་པ་ཡིན་ན། NCMYK ཟེར་ཡ་དེ་ཚུལ་བཞི་བྱར་ཡ་དེར་བ་ལ། ཚུལ་བཞི་དཀར་པོ་ཀེ་ལོ་བཅུ་ཡིན་ན། གཅིག་དེ་ཀེ་ལོ་བཅུ་ཀེ་ལོ་བརྒྱད་དང་དགའ་རམ་ཉིས་བརྒྱ་བྱར་ཟེར་དེའི་བརྒྱ་ཆ་དེ་འདུག་བྱར་གི་བར་བ། ཚོས་གཞིག་དེ་གི་ཨང་གྲངས་ག་རེ་ཡིན་པ་དེ་འདེགས་དང་འཁོད་ཡོད་མ་རེད། ད་ལྟ་སྐོར་ཕྱི་ལོའི་གསུམ་ཡར་ནང་བཞིན་དཔལ་ལྡན་གྱི་ཟོལ་དེའི་ནང་ནས་ཤེར་བཏོན་ཅན་ཤེར་གྱི་ཨང་ཀི་ཞོ་རེད། ཨང་ཀི་དེ་ཡིན་དྭ་ཟི་ལ་བས་ན་སིའི་གི་ཨང་ཀི་དེ་ཨང་ཀི་ལྔ་བཅུ་ཁེལ་བ་ཡོད་ཀྱི་རེད་དྲུག་ཅུ་ཁེལ་བ་ཡོད་ཀྱི་རེད་བརྒྱ་ལ་ཁེལ་བ་ཡོད་ཀྱི་རེད། དེ་ཨང་ཀི་དེ་རེད་འདུག་ད་ཨང་ཀི་དེ་གི་བརྒྱ་ཆ་བརྩིས་ན་ཨ་ནི་བརྒྱ་ལོག་གི་འདུག་བརྒྱ་བཅུ་བརྒྱ་གཉིས་ལོག་གི་འདུག་བརྒྱད་ལོག་གི་འདུག་ཟེར་དུག་སུ་འགྲོ་གི་རེད་མ་གཏོགས་འདིའི་ད་ལྟ་དེ་བཟོ་ཡོང་དུས་ང་ཚོ་དེ་ཨ་རོ་བརྒྱ་སྙེད་ཀྱི་སྦི་ལ་སེར་དང

དོན་ཚན་བདུན་པ་དེའི་དོན་ཚན་ཚང་མའི་ནང་ནས་ཐུང་ཤོས་རེ་བཞར་བ་སྐད་ཆ་མང་ཤོས་རེ་བཞར་བ་དེ་ཡིན་དུས། གལ་སྲིད་དཔལ་ལྡན་སོགས་གཙོ་ཆེ་བ་ནས་དེ་ཆུ་ཚོད་ལྔ་པ་སུ་བོད་དུ་ང་ཚོས་བགྲོ་གླེང་བྱེད་ཅེས་ཐག་ར་ཤོད་ཡོད་པའི་འདའ་གལ་ཁྱད་པར་མི་འདུག་བ་བདུན་པ་བརྒྱད་པ་དགུ་བ་བ་དེ་དེ་ནས་ཁྱད་པར་མི་འདུག་བ་དེ་མེད་པ་ཡིན་ན་དེ་ཁྱུག་ཟིན་ག་བཞར་བྱེད་དེ་ཡང་དོན་ཚོད་གཤམ་འདི་གའི་ཕྱི་ན་ཏེ་སི་ཏི་ཁྱ་ག་མེད་འགྲོ་ཨ་ཡང་ང་ཚོ་ས་པན་པའི་ཡོར་བ། དེ་རིང་འདི་ཚར་བ་བྱེད་མཁན་ག་ཚོད་དཔར་དུ་འགོ་བ་ཡིན་ན་ཡང་བོད་ཀྱི་རྒྱལ་དར་གྱི་མཚན་ཐོག་ཟེར་ཡ་དེ་དག་ང་ཚོ་དེ་ཚོགས་ཆུང་གིས་སུན་ཙང་ལ་དང་ཨ་འབྲོང་གཅིག་ཕུལ་རེད་རྒྱ་དར་གཅིག་ཕུལ་རེད་ད་དེ་གཞི་བཞག་ནས་བཟོ་དགོས་ཡ་ཆགས་འདེགས་རོགས་ད། དེ་ག་རང་བསྟན་པའི་ཞལ་མ་འདུག་ཧེ་བོ་ད་མཚན་ཐོག་དེ་རྣམ་པ་ཚོ་དེ་སོང་འདེགས་འདུག། ཞི་བདེའི་དགེ་བཤེས་ལྷ་རོང་པ་ཨ་ཀྲུག་ཚེ་བརྟན་ལགས། ད་ད་ལྟ་ངེད་ཀྱིས་ལས་རབ་རྣམ་གཞག་ཞུ་ཡ་དེ་ག་རེ་ཡིན་ཟེར་ན། དོན་ཚོད་འདུན་པ་བོད་ཀྱི་རྒྱ་དར་གྱི་ཚོང་ཟློག་དེ་ལ་བོད་ཀྱི་རྒྱ་དར་གྱི་ཚོང་ཟློག། ཨ་འདྲ་མ་ལོས་ཀྱི་སོ་རྗེ་གསུམ་པ་ལྟར་ཡིན་ཟེར་ནས་སོ་རྗེ་གསུམ་པ་དེ་ལ་འདིས་བཞག་བཞག་ནས་གང་ལྟར་སང་ཉིན་གཏན་ལ་ཕབ་ཡོད་དུས་འདིས་ཚོགས་གྲལ་དུ་རང་གཏན་ལ་ཕབ་ཡོད་བྱས་ན་འདིས་བཀོད་བཀོད་ཡོད་བཅུད་བསྡུས་རྣམ་པ་ཚང་མ་ཐུགས་ལ་ཡོད་དུས་དེ་བྱས་བཞག་ན་གང་འདྲའི་དུས་ཤོད། ཞེས་དེའི་འཇུག་ཅན་དཀོན་མཆོག་ཆོས་སྒྲོན་ལ་གསོལ་བ། བ་འདི་ཚོགས་གཙོ་ཆོས་ད་ལྟ་ད་ཡིག་ཐོག་ལ་གང་ཡོད་པ་དེ་ཚོགས་གཙོ་ཐག་གཅོད་གནང་གི་ཡིན་གསུངས་བར་འདི་ཞིག་ཚོང་གང་ད་ཚིག་ཐོས་པ་ཡ་རྒྱག་གི་ཡོད་པ་ཡིན་ནས་རེད་མ་འཐེན་གི་ཡོད་པ་ནས་འདི། བྱས་མེད་པ་གཅིག་ཚོགས་གཙོས་ཐག་གཅོད་གནང་ཟིན་པ་ཅིག་ཚོགས་གཙོས་ཐག་གཅོད་གནང་ཟིན་པ་ཅིག་ལ་ད་དེ་མ་བསྐོ་དགོས་ཀྱི་འདུག་ཡ་བཞག་དགོས་ཀྱི་འདུག་ལབ་ན་ཚོགས་གཙོས་ཐག་གཅོད་དང་འགལ་གྱི་ཡོད། ཚོགས་གཙོས་ཐག་གཅོད་དེ་གང་ཟག་ལ་བརྟེན་ནས་ཐག་གཅོད་བྱས་པ་ཡིན་ན། གྲོས་ཚོགས་ཀྱི་འགྲོ་ལུགས་དང་རྩ་བ་གཉིས་འགྲིག་ཡོད་མ་རེད་འགལ་འགྲོ་འོག་རེད། ཚོགས་གཙོས་ཐག་གཅོད་དེ་ལ་འགྱུར་བ་བཏང་ཆོག་གི་རེད་གསུངས་པ་ཡིན་ན་འདི་ངས་དེ་ཚོ་ཚང་མ་ཡར་ལེན་དགོས་བྱེད་ཀྱི་རེད། དེ་འདྲ་ཡིན་དུས་གང་ཟག་ལ་བརྟེན་ནས་ཐག་གཅོད་བྱས་མེད་ཙང། དེས་ཡིག་ཐོག་ལ་གང་ཡོད་པ་དེ་སྒུག་གི་འདུག་ཟེར་ནས་ཞུས་པར་ད་ཡིག་ཐོག་ལ་གང་ཡོད་པ་དེ་ད་ལྟ་དེ་སྤྲད་ཐག་གཅོད་བྱེད་དགོས་ཀྱི་ཡོད་ན། ཡིག་ཐོག་ལ་གང་ཡོད་པ་དེ་ཁྱི་ཡོང་ཆེད་ཐག་གཅོད་སྒུག་གི་ཡོད་ཙང་ད་དེ་འགྲོ་དང་མ་འགྲོ་གནས་ཚུལ་ལོག་ག་རེད། དེ་བཞུགས་སོང་འགྲོ་སྒུག་གོ་རེ་མ་གཏོགས་ཚོགས་གཙོ་གི་ཐག་གཅོད་མི་གང་སར་བསྟན་ཐག་གཅོད་བྱས་པ་ན་མཐའ་གཅིག་ཏུ་དགག་པ་རྒྱག་གི་ཡིན་ད་ཟེར་དུས་ཞུས་བས། ཚོགས་འདྲ་སྐོར་ལ་དེ་རིང་མོ་སྒོ་སངས་ཉིན་གྲོས་ཚོགས་འཚོགས་བ་ཡིན་ན་ཐག་ཆོད་རྩ་བ་ཉིད་ནས་མེད་པ་གི་གནས་སྟངས་ཆགས་བསྡད་ཀྱི་འདུག་ཚོགས་འདྲ་འདི་ཚོ་ལ་བལྟས་པ་ཡིན་ན་འདི་ན་ཚོགས་ཆུང་གི་ཟུར་མཛའ་གསུམ་པ་ཡིན་ཟེར་ཡ་གཅིག་འདི་ན་གཅིག་རང་མགོ་ལ་བཟོས་ཀྱི་ཁུར་ཡོང་གི་རེད། དེའི་ནང་ལ་སྣ་ཁ་སྔ་མ་དང་ཡོད་མ་རེད་རྒྱ་སྟག་ནང་ལ་གཟིག་ད་དེ། ནོར་བུ་སྨན་པ་སྐྱིད་པོ་ལ་མཚམས་འདྲ་ག་ཚོད་འདུག་མ་འགྲོ། ནོར་བུ་གསུམ་ཉོས་ཆོག་གི་སེར་པོ་དེ་ཡང་ཡང་སེར་པོ་བསྲེག་གོ་ར། གང་ལྟར་ལི་ཁྲི་གི་ནོར་འདྲ་བོ་ཅིག་ཡང་དེ་ཡང་བཅུར་ཚུད་ཡོད་མ་རེད་འདི་ནང་ལ། དེ་སྐྱེས་ཏེ་འདི་ད་ལྟ་གོང་དུ་སྐྱེས་གསུངས་པ་ནང་ཡིད་ཀྱི་ནི་འདི་གི་དོན་ཚད་འདི་ཡ། གཞན་པ་འོ་ལ་ཕན་ན་ཡག་གི་རེད་མ་གཏོགས་ད་འདི་ལ་ག་ཚད་བཤད་ན་མཐའ་ཁོ་ན་འགྲོ་ཡ་མེད་ཅོ་རེད་ད། རིགས་ལམ་ནང་ཁ་ཐུག་ཀ་མ་གཅིག་གཙོ་ཡར་ལོ་མང་པོ་གཙོ་དེ་ནི་ཐག་ཆོད་མི་བྱེད་དང་འདྲ། འདི་ནང་ཡིན་ལ་བས་ན་དེ་ག་བ་འདང་གིར་འདི་ནང་མཚོན་ན་འདང་མི་འདུག་བ་འདི་ནོར་བུ་མིན་པ་མཚོན་ན་ག་བ་ཡོད་འདི་ནང་ལ་མི་འདུག་བ། ཨོ་དེ་ཕ་ཡ་འོ་ནི་མ་ཕེབས་པ་ཡིན་ན་ང་ཚོ་གླེ་ས་ཀྱི་གླེ་གི་རེད་ཟེར་འདི་གཞུག་མ་ཐག་ཁྱོད་བ་ཅི་ཧ་གོ་ཡ་དུས་སོ་ཀྱི་གླེ་དེ་གྲོས་ཚོགས་ནང་ཁྲིད་ཡོང་ཆོག་གུ་ར་དེ་འདྲ་དེ་རང་གི་དྲི་ལ་ག་རེ་ཡོད་ར་ད།
ཞེས་བསྟན་མི་འགྱུར་རྡོ་རྗེ་ལ་ལས་རིམ་རྣམ་བཞག་གསུངས། པ་འདི་སོགས་སུ་ཕྱོགས། ད་ལྟ་ང་ལས་རིམ་རྣམ་བཞག་ཞུ་ཡ་དེ་འདི་ཡིན་ཏེ། སྟབས་བདེ་རུ་བཏང་ཡབ་སོགས་ཀྱི་རེ་བ་རུ་ཞིག་དོར་ནས་ཞུ་ཡ་ཡིན། ད་ང་ཚོ། ད་ལྟ་འདི་སྟོན་བཞག་དེ་ང་ཚོ་ཐུགས་གཏན་འཁེལ་བ་ཚང་མས་ངོས་འཛིན་གནང་གི་ཡོད་པ་ཡིན་ན། གང་དུ་ཚོན་འབྲས་སྐོར་གྱི་ད་ལྟ་ཨིན་ཇི་གལ་ཞུས་ན་ཀམ་པི་ནེ་ཤིན་འཆོར་བ། དེ་ང་ཚོས་དེ་གོ་བསྡུར་གནང་རྗེས་ནས་ཐུགས་འཁེལ་ཡོང་ཡ་ཡོད་མ་རེད། འདི་ཁོ་རང་ཁོ་རང་གི་ཁེ་དབང་དུ་བཟུར།

ད་ལྟ་ཟུར་ཟེར་དེ་ཏག་ཏག་རང་གི་ཡོད་མ་རེད། དེ་བྱས་ནས་གནས་སྤར་སྦྱོང་དགོས་ཆགས་དེ་རེད། དཔའ་བརྟན་ཚོགས་གཙོ་མཆོག་གི་སྐུ་དབང་གི་ཐོག་ནས་བོད་ཀྱི་རྒྱལ་དར་གྱི་མཚོན་མདོག་ནི་ཟུར་འཇིར་སིམ་པ་ལྟར་ཡིན་ཟེར་ནས་འདི་ལ་ཟུར་འཇིར་སིམ་པ་གནང་ནས་ཨ་ནི་འདུག་ད་ལྟ་འདུག་སིམ་པ་འཕེལ་ཐུབ་པ་ཡིན་ན་ཡག་པོ་འདུག་དེ་མེད་པ་ཡིན་ན་ང་ཚོ་ཚོགས་ཆུང་གི་ངོས་ནས་ད་ག་རང་གི་ཐོག་ལ་བཟོ་བཅོས་གྲོས་ཆོད་འདི་བཟོ་བཅོས་གྲོས་ཆོད་འཁེལ་ཡོང་གི་ཡིན་ཟེར། དེ་བཟོ་བཅོས་གྲོས་ཆོད་ཁུག་ན་འགྲིག་གི་ཡོད་རེད། ཚིག་བརྗོད་དེ་ཚོགས་གཙོའི་བསྐོ་བསྐོ་ན་ད་ལྟ་བསྡད་ཀྱི་ཡོད་མ་རེད། ཚོགས་གཙོས་དབང་ཚད་ཡོད་མ་རེད་བ་དེ་བསྐོ་བསྡད་ན་གཅིག་དུས་གཅིག་གི་ལོ་དུས་གཅིག་བསྐོ་གཉིས་ཀྱི་ལོ་དུས་གཉིས་བསྐོ་དེ་ན་ནི་མཐའ་མ་དེ་བབས་ཐུག་མར་བ་དེ་འདི་ད་ལྟ་བསྡད་གི་ཡོད་མ་རེད་ངས་ད་གིན་ནས་གོང་དུ་གསལ་པོ་ཞུ་ཆོག་དེ་ནི་བཟོ་བཅོས་ཚིག་བརྗོད་ཁུག་ནི་འདི་བསྒོ་ཟེར་ནས་བཞག་གིན།